ལ་ལས་འདོད་མའི་ཡོ་ག་དང་གནའ་བོའི་ཡོ་ག་ཉེ་རབས་ཡོ་ག་དེང་རབས་ཡོ་ག་བཅས་དུས་རབས་མི་འདྲ་བ་བཞིར་ཕྱེ་ཡོད་ལ་དགེ་རྒན་ཆེན་མོ་རྒྱ་ཡེ་བཀྲ་བྷོ་ལགས་ཀྱིས་ཕྱི་རོལ་ཡོ་ག་དང་ནང་པའི་ཡོ་ག། དུས་རབས་ཡོ་ག་ཅེས་དབྱེ་བ་གསུམ་དུ་ཕྱེའོ། གང་ལྟར་ཡོ་ག་ནི་དུས་རབས་རེ་བྱུང་གི་མི་རྣམས་ལ་ལུས་སེམས་བདེ་ཐང་སྐྲུན་པའི་ཐབས་ལམ་བཟུང་གཞི་ཞིག་ཡིན། ཉེ་བའི་ལོ་ཤས་རིང་བདེ་ཐང་ཀྲུང་གོ་བསྐྲུན་པའི་ཚ་རླབས་ཕྱི་བ་དང་འགྲོགས་ནས་ཀུན་དགའ་རྒྱ་མཚོས་ཀྱིས་ཁྲེང་ཏུའུ་གནའ་དུས་ཟུལ་འབྲེལ་གྱི་ཚེ་སྲོག་དང་ཡོ་ག་ཞིབ་འཇུག་ལས་བཙུགས་པ་དང་པད་མ་བཀྲ་ཤིས་ཀྱིས་ལྷ་སར་པད་མ་ཡོ་ག་ལས་བཙུགས་པ། ཧོར་རྫོང་དོན་གྲུབ་ཀྱི་ཁྲེན་ཏུའུ་ལ་ཀ་རུ་ནཱ་ཡོ་ག་ལས་ཤོག་བཙུགས་ནས་མི་རིགས་ཀྱི་དབྱེ་བ་མེད་པར་ཡོ་ག་ལ་དམིགས་པའི་སྐྱེ་བོ་ཁྲི་སྟོང་མང་པོ་ལ་ཕན་བདེ་བསྐྲུན་དང་བསྐྲུན་བཞིན་ཡོད། དེ་རིང་བྱམས་པའི་ཁ་བརྡ་ལས་བོད་ལྗོངས་གསོ་རིག་སློབ་ཆེན་གྱི་གསོ་རིག་ཞིབ་འཇུག་པ་དབྱངས་ཅན་དང་ཡོ་གའི་དགེ་རྒན་པད་མ་དང་དོན་གྲུབ་བཅས་དང་མཉམ་དུ་ཡོ་ག་རིག་གནས་སྐོར་ནས་ཁ་བརྡ་བྱེད་ཀྱི་ཡིན།
འཛིན་རྨོངས་ལྷས་རྒྱལ་སྐུ་ཁམས་བཟང་དུས་ལྟར་བྱམས་པའི་ཁ་བརྡ་ལེན་ཚུལ་ལ་གསན་གཟིགས་གནང་བར་དགའ་བསུ་ཞུ། ང་ཚོ་ད་ལྟ་ཁྲེན་ཏུང་ལུང་ཆེན་ཡིག་གི་གནའ་བོའི་བོད་ཀྱི་ཡོ་ག་རིག་གནས་ཞིབ་འཇུག་ཁང་ན་ཡོད། ད་དེ་རིང་ང་ཚོ་དགེ་པད་མ་ལགས་དང་དགེ་དབྱངས་ཅན་ལགས་དགེ་དོན་འབྲུག་ལགས་དང་མཉམ་དུ་ཡོ་ག་རིག་གནས་ཀྱི་གོ་གནས་ཁ་བརྡ་བཟོ་གི་ཡིན།

ཐུ་གཉེར་ཁང་དུ་དེ་འདྲའི་བཟོས་ནས་ད་ལོ་ལྔ་ས་ལ་དེ་འདྲའི་རེད་འགྲོ་གི་ཡོད། ལྷ་ས་དགེ། དེ་ཚང་མ་བསྡོམས་དུས་ད་ང་ཚོ་ལྷ་ས་ལ་སྤྱི་བཏང་གི་ད་ཟླ་བ་གཅིག་ཚུན་ཐག་གི་རྨང་གཞི་བཞག་ཡོད་མཁན་དེ་འདྲའི་སློབ་མ་སུམ་སྟོང་ཁ་མ་ཟུམ་ཚར་གཅིག་ཡོད་རེད། དེ་ནི་ད་ད་ལྟའི་གནས་སྟངས་འདྲ་ཡིན་ན། ང་ཚོ་ཉི་མ་རེ་རེ་ལ་སློབ་ཚན་གསུམ་ཚར།

སྤྱིར་བཏང་གི་ད་ནམ་རྒྱུན་ཡོ་ག་ཁང་དང་བསྡུར་ན་ང་ཚོ་ད་པད་མ་ཡོ་ག་དེ་བུ་མང་ཡོད། ཨ་བུ་མོ་ཡང་ཡོད་ཡོད། ཟེར་ནས་ད་ཨ་ངས་གི་གར་སོང་དྲ་ཐོག་ཏུ་དེ་པ་བཞག་དེ་དེ་མི་མང་པོ་གི་བུ་འདི་འདྲའི་མང་པོ་ཡོ་ག་སྦྱོང་གི་ཡོད་པ་ཧ་གོ་མ་སོང་ཟེར་མཁན་དེ་དེ་མང་པོ་ཡོད། ཡ།
དེ་ཡིན་དུས་ད་ང་ཚོ་སྤྱིར་བཏང་གི་ད་ཕྱི་ལོག་གི་གཟུགས་པོ་གི་རྣམ་པ་དེ་ལ་དོ་སྣང་ཤུགས་ཆེན་པོ་བཟོ་མཁན་དེ་ད་མང་ཆེ་ཤོས་བུད་མེད་ཀྱི་རིགས་རེད་འདོད་ལགས་ཀྱི། དེ་ནི་དེ་ཡིན་དུས་མང་ཆེ་ཤོས་ཀྱིས་ཡོ་ག་སྦྱོང་བཞག་དུས་ད་གཟུགས་བྱད་ཡག་འགྲོ་གི་རེད་བསམ་པའི་བསམ་པ་དེ་འདྲས་ཅིག་ཡོད་དུས་ད་བུད་མེད་ཀྱི་རིགས་དེ་ཚོ་ཤི་གི་རྣམ་པ་དེ་ལ་ཡང་དགའ་རྐྱེན་དེ་དུས་སུ་ཆེ་ཡང་འདྲ་པོ་དེ་འདྲས་ཅིག་ཡོད་ཡིན་ས་རེད་དེ་གི་གཅིག་ཡོང་གི་འདུག་གཉིས་དེ་དེ་ནི་ཡང་བུད་མེད་ཀྱི་རིགས་དེ་ག་འདྲས་བཟོ་གི་རེད་ད་སེམས་ལ་ཡང་འགྱུར་ལྡོག་མང་པོ་འགྲོ་པ་ཅིག་དང་སེམས་ཀྱི་ཡང་ག་འདྲས་བཟོ་གི་རེད་ད་ལུས་སེམས་ཀྱི་འགྱུར་བ་ཟེར་བ་ད་དཔེ་བཞག་ན་ཅིག་མོ་ནད་ཀྱི་རིགས་ཡིན་ནའི་འདྲ་དེ་ནི་དུས་རྒྱུན་དུ་ད་ང་ཚོ་བོད་རིགས་སྤྱི་ཚོགས་ཀྱི་ནང་ནས་ཡིན་ན། ད་ཅིག་བུད་མེད་ཀྱི་རིགས་དེ་ཚོར་ལས་ཀ་མང་པོ་ལས་དགོས་མཁན་སེམས་ཁུར་ཡིག་མང་པོ་དགོས་མཁན་ནང་ལྟ་དགོས་རེད་ཁ་ལག་བཟོ་དགོས་རེད་ལས་ཀ་ལས་དགོས་རེད་དེ་འདྲ་ཡིན་དུས་ལུས་སེམས་གཉིས་ལ་ཡང་བུད་མེད་དེ་ཚོ་སླེགས་ཟེར་ཞིག་ད་དཀའ་ངལ་འགྲོ་བ་མ་སོང་ན་སླེགས་ཟེར་ཆེ་ཡ་འདུག་ད་མདོར་ན་རྡོག་རྡོག་ཞུས་ན། གཅིག་དེ། ཕྱི་གཟུགས་བྱད་ཀྱི་རྣམ་པའི་ཐོག་ནས་བུད་མེད་དེ་ཚོའི་དོ་སྣང་བྱེད་དགོས་ཡ་གཅིག་བྱས་གཉིས་ནས་ཡིན་ན་ལུས་ཀྱི་འགྱུར་བག་གི་ཐོག་ནས་ཡིན་པ་ཡིན་ན། བུད་མེད་དེ་ཚོ་དཔེ་བཞག་ན་ང་ཚོ་སྐུ་བརྙན་འཆིང་ཟེར་ཡ་འདྲ་ད་ལྟ་འདི་འདྲའི་ང་ཚོ་གཅིག་ལང་ཚོ་འགྱུར་བའི་ནད་དེ་ཚོ་བུད་མེད་དེ་ཧོབ་ག་ལེ་བཞག་ཡ་སྐྱིད་པ་ཡིན་ན་ག་ལེ་ག་ལེ་མ་གཏོགས་ལེ་མ་དགོས་ཡ་དེ་འདྲས་ཅིག་ཡིན་དེ་དུས་ཁོ་དཀའ་ངལ་དེ་ཚོར་སླ་བ་དང་ཡང་བཟོ་བཅོས་རྒྱབ་སླ་བ་དེ་འདྲས་ཅིག་གི་དབང་གིས་ད་ལུས་སེམས་ཀྱི་གནད་དོན་གྱི་ཐོག་ནས་ཡོང་འདོད་ཡ་གཅིག་གཅིག་ཡིན་ད་འདི་ནས་གསུམ་པ་དེ་ཡིན་ན།

རླུང་སྦྱོང་ལུས་སྦྱོང་སེམས་སྦྱོང་ཞེས་བཤད་ཡོང་གི་རེད་པ། མདོར་བསྡུས་ན་ནི་ནི་སྐུ་ཉིད་གཉིས་ཀ་གི་མཐར་ཐུག་གི་དམིགས་ཡུལ་རེ་ད་གཅིག་པ་རེ་བྱས་རྗེས་ཀྱི། མི་ན་བ་གནས་པ་དང་ན་བ་སོ་བ། དེ་འདྲའི་རེ་གཅིག་ཡིན་ས་རེད་ཨ་ནི། ནད་ཀྱིས་ནད་མི་གཉིས་ཀ་ལ་ཡ་བཏང་རུང་བ་རེ་གཅིག། དེ་འདྲའི་གཅིག་ངས་གོ་བ་ལེན་གི་ཡོད་སྐད་ལ། ལགས་སོ་ལགས་སོ། ལགས་སོ་ཐུགས་རྗེ་ཆེ་ཕྱི་གཏོང་ཁུ་རུ་རྒས་ལགས་དེ་ནས་ཡོ་ག་གཞུང་མཁན་དེ་ལ་ཅིག། ཡོ་ག་གཞུང་ས་ཅིག་བུ་དགོས་ན་དེ་ལ་ཅིག་ལོ་ཚད་ཀྱི་ཆ་བཅད་འདྲ་ན་དང་ལུས་སྤོ་གི་ཆ་བཅད་འདྲ་ན་དང་དེ་འདྲའི་ཕྱི་གཏོང་བྱས་ཡོད་ལ་རེད་ཀི། ད་དེ་ནམ་རྒྱུན་ང་ཚོས་ད་ད་ང་རང་འདྲ་ཡིན་པ་ཡིན་ན་བྱེད་སྟངས་གི་འདི་ཉམས་མྱོང་གི་ཁྲོད་ནས་ཡིན་ནའི་འདྲ་གང་ལྟར་ཡོ་གའི་རིག་གཞུང་གི་ནང་ནས་བཤད་ནའི་འདྲ། དེ་ལ་ལོ་ཚོད་ལ་བྱེད་པར་ད་ཅིག་གཟུགས་ཡག་བཙོག་ལ་བྱེད་པར་ད་དེ་འདྲའི་རྩ་བ་ཉིད་ནས་ད་ཡོད་མ་རེད། ལགས་སོ། ད་དེ་ཁོ་རང།
དེ་འདྲ་བཟོས་གོ་རེད། ད་རྒན་འཁོགས་ཡིན་པ་ཡིན་ན་ཡང་ཅིག་ལུས་སྦྱོང་ཚད་གཞི་མཐོ་པོ་གི་ཅིག་འགུལ་སྐྱོད་དེ་འདྲ་བཏང་དགོས་ཀྱི་ཡོད་པ་ཡིན་ན་ཁོ་རང་ཚད་གཞི་ཅིག་མ་སླེབས་བར་དུ་བཏང་ཐུབ་ཀྱི་མ་རེད་དེ། ལགས་སོ། ད་ཁོ་རང་པད་མ་སྦྱོང་བརྡར་བྱས་ཆོག་གི་རེད་རླུང་སྦྱོར་བྱས་ཆོག་གི་རེད། དེ་ནི་ལྷག་པར་དུ་སེམས་ཀྱི་སྦྱོང་བརྡར་ད་ཁོ། མི་རྐང་པ་ལག་པ་མེ་སྒྱོགས་ཅིག་ཡིན་པ་ཡིན་ལགས་ན་སོ། ཁོ་གང་ལྟར་འཇིག་རྟེན་འདི་ཐོག་གསོན་པོ་ཡོད་པའི་ཞོར་དུ་ཁོ་བསམ་བཏང་དེ་ཆོག་གི་ལགས་རེད་པ། སོ། ཕོ་མོ་གི་ཁྱད་པར་མེད་མི་རིགས་ཀྱི་ཁྱད་པར་མེད་ཁྱད་ལོ་པར་ཚད་ཀྱི་གང་ཞིག་ཁྱད་པར་ཡོད་མ་རེད། མེད། ད་ལྷག་པར་ལགས། དུ་ཁོ་ཆོས་ལུགས་ལ་ཁྱད་པར་ཡོད་མ་རེད་ཁོ་རང་ཆོས་ལུགས་ཁས་ལེན་མཁན་ཅིག་ན་སོ་སོའི་མདུན་ལ་ཡང་གསོལ་འདེབས་སྨོན་ལམ་འདྲ་བྱས་ནས་སྦྱོང་ནས་འགྲིག་གི་འདུག་དེ་འདྲའི་མེད་མཁན་ཅིག་ཡིན་པ་ཡིན་ན་ལས་ཐད་ཀར་དེ་སོ་སོའི་ལུས་པོ་ལ་སོ་སོས་ཡིད་ཆེས་བྱས་ནས་སོ་སོའི་དབུགས་སོ་སོས་བཏང་ཚེ་སྦྱོང་བཞག་ན་ལས་ཁོ་ནུས་པ་དེ་གཅིག་མཚུངས་ཀྱི་དོན་དུ་ཡང་དེ་འདྲ་ཞིག་ཧོན་གི་འདུག། ལགས་སོ། ལགས་སོ་ལགས་སོ་ལགས་སོ། ཡང་ཅིག་ཁྱེད་རང་གི་སྤྱི་དང་དེ་འདྲ་ཡོད་ཀྱ། འཚོ་བ་ནོར་ལ་སྦྱོང་བརྡར་བྱེད་ཀྱ་ཡོད། ཨ་ཆེ་གི་ལགས་ངའི་གཡུ་ཐོག་སྙིང་ཏིག་གི་དེ་བརྩི་གི་ཡོད་ཀྱ། ཨ་ཨ་རྩ་རླུང་གི། རེད་རེད་རེད་ཅི་དང་ད་ག་རེ་ཡོད་ཀ་ཁོ་རེ་དང།

ད་གནས་སྐབས་ཙམ་ལ་ཅིག་ཁོ་ག་འདྲ་སོགས་རེད། སྡུག་བསྔལ་གདོང་ལེན་བཟོ་སྟངས་དང། ཅིག་དཀའ་ངལ་ཡར་ཁ་གཏད་བཅག་སྟངས་དེ་ཚོ་ཅིག་ཤེས་པ་ཡིན་པ་ཡིན་ན་ཡང་ཡང་མཐར་ཐུག་ནི། ད་ང་ཤི་ན་ག་འདྲས་བྱེད་དགོས་གོ་ཡོད་ན། ཅིག་གཟུགས་པོའི་ནང་ལོགས་ལ་ལྕགས་ལག་ག་རེ་ག་རེ་ཡོད་ན་བསམ་བསམ་འདྲ་བོ་དེ་དེ་འདྲས་ཀྱི་ཅིག་རྣམ་ཤེས་ཟེར་སོང་འདི་ཚོ་སྐོར་ལ་ཡང་དྲི་བ་ཞེ་དྲག་གླེང་ཡོང་གི་འདུག་དེ་ཡིན་ཚ་དུས་ད་ཕྱིས་སུ་ངས་ད་ལྟ་གསོ་རིག་གི་སྐོར་གྱི་ད་ལྟ་དབྱངས་ཅན་གྱིས་གསུངས་པ་ནང་བཞིན་རེད་ད་ལྟ། སྐྱེ་ཐོག་རྩ་གསུམ་གྱི་འཁྲུལ་འཁོར་གྱི་སྐོར་དེ་ཚོ། ད་སྦྱོང་བརྡར་བཟོ་ཡོང་དུས་སྐབས་སུ་ལ། ད་སྤྱི་བཏང་གི་རྒྱ་གར་གི་ད་ལྟ་ཡོ་ག་ཡིན་ནའི་འདྲ། དེ་ཚོ་གི་ནང་ལོགས་ལ་ཡང། གདིང་ཟབ་པོ་དེ་འདྲས་ཡོད་ས་རེད། ཧ་ཅང་གི་ཅིག་དབྱེ་བ་ཕྱེ་ཁག་པོ་དེ་འདྲས་ལགས། འདི་གཉིས་ཀ་ད་ག་གེ་གཞི་བརྟེན་ས་དེ་ད་སུས་གལ་ཆེ་འདུག་ཟེར་ལབ་ན་ཅིག་བཤད་ཡོང་དུས་སྐབས་སུ་ལ་དཔེ་ཅིག་དབྱེ་བ་ཕྱེ་ཁག་པོ་འདྲ་བོ་ཅིག་འདུག་ཡིན་ན་ལས་རྩ་བའི་རྩ་དོན་གི་ཐོག་ནས་བཤད་ཡོང་དུས་སྐབས་སུ་ལ་དེ་ནི་ཡང་ཁོ་ཅིག་སྟེ་ས་དེ་ས།

ཅིག་རླུང་གཟིམ་ཡག་དང་དེ་འདྲས་ཡོད་དང་ཡོད་ས་རེད། ལ་ཟ་གི། ཅིག་རླུང་བུམ་ཅན་བཟང་ཡག་ཟས་གསོ་འདྲ་པོ་དེ་འདྲས་ཀྱི་རླུང་བཟུང་ཡག་གི་སྐོར་དེ་ནས་ཅིག་དབུགས་བཏང་ལེན་གྱི་སྐོར་ཅིག་སྟོད་སྨད་ཀྱི་རླུང་དེ་ཚོ་གི་སྐོར་ཡོད་ཡོད་ས་རེད་དེ། ད། ཡང་དག་གི་ནམ་རྒྱུན་སྦྱོང་བརྡར་བྱེད་དུས་ད་རྒྱ་གར་འདྲ་ཡིན་ན་ས་ཚ་བ་ཆེན་པོ་ཡིན་ཚ་དུས་རྩོམ་པ་མང་ཆེ་ཤོས་རླུང་དེ་བཏང་ནས་སྦྱོང་བརྡར་བྱེད་ཡག་འདྲ་པོ་དེ་འདྲས་ཀྱི་རིགས་ཡོད་ས་རེད། ད་ང་ཚོའི་ད་ལྟ་འཕྲུལ་འཁོར་གྱི་རིགས་མང་ཆེ་ཤོས་ཅིག་དབུགས་བཟང་ནས་འཇམ་རླུང་བཟང་ནས་ལྗོངས་ཡག་གི་རིགས་ཀྱང་ཀྱང་རེད་དེ་ཤ་ཏེ་དམིགས་ཡུལ་འགྲོ་བ་གཙོ་བོ་ཡང། ལུས་ལ་དྲོད་སྐྱེད་ཡག། ལུས་དྲོད་འཕེལ་ཡག་ཆེད་དུ་རེད་དེ་ཤ། དེ་ནི་ང་ཚོའི་ད་ལྟ་འདི་འདྲ་བོ་ཚ་བ་ཆེ་ས་ནས་འཕྲུལ་འཁོར་དེ་དབུགས་བཟུང་ནས་ལྗོངས་བཞག་ན་ཕར་ཆད་ཚ་བ་གི་དཔེ་དེ། ཨར་མ་དེ་ཡང་དེ་འདྲ་ཆགས་ཡོང་གི་འདུག་ད་བོད་མཐོ་སྒང་གི་ས་ཆ་ནས་དེ་ནི་དབུགས་དེ་བཟང་ནས་ལྗོངས་ཡོང་དུས་དེ་ནི་ལུས་དེ་ལམ་སང་དྲོད་སྐྱེད་ཡག་དེ་འདྲ་ཡོང་གི་འདུག་དེ་ཡིན་དུས་ད་ཕྱི་རྣམ་པ་གི་ཐོག་ནས་བཤད་ན། རླུང་བཟུང་སྟངས་གི་ཁྱད་པར་དང། ནང་གི་ཐོག་ནས་བཤད་ན། དེ་ནི་ཁོ་ག་འདྲ་བཟོ་གི་རེད། དང། དམིགས་པ་འཛིན་སྟངས་ཀྱི་ཁྱད་པར། དེ་ནས་ཕ་གསང་བ་གི་ཐོག་ནས་ཤེས་སོང་ན། མཐར་ཐུག་ཐར་པའི་ལམ། འགྲོ་སྟངས་ཀྱི་ཁྱད་པར་ད་དེ་ཚོ་གསུམ་ཟེར་དགོས། ཕྱི་ལྟར་དུ་བཤད་ན་ང་ཚོའི་རླུང་སྦྱོང་སྟངས་ཀྱི་རྣམ་པ། ད་དེ་ཡང་ང་ཚོས་ཅིག་འཕྲུལ་འཁོར་དེ་ཚོ་ཡང་མཚམས་མཚམས་མགྱོགས་པོ་བརྒྱབ་ཡང་ག་འདྲ་ཡོད་རེད། ནང་ལྟར་དུ་བཤད་ན་ང་ཚོས་ད། ཨ་ནི་ང་ཚོ་ག་འདྲ་ཟེར་དམིགས་པ་འཛིན་སྟངས། གསང་བ་ལྟར་དུ་བཤད་ཡོང་དུས་སྐབས་སུ་མཐར་ཐུག་གི། དམིགས་ཡུལ་ཟེར་བ་མ་རེད་ད་མཐར་ཐུག་གི་ཅིག་གོ། ཡང་དག་གི་ཅིག་དམིགས་ཡུལ་འདྲ་བོ་ད་དེ་གི་ཁྱད་པར་དེ་འདྲའི་འདྲ་བོ་ཇི་ལྟར་ཕྱི་ནང་གསང་གསུམ་དབྱེ་ན་དེ་འདྲའི་ཁྱད་པར་ཅིག་ཡོང་གི་འདུག། ལགས་སོ་ལགས་ལགས་སོ་ལགས་སོ་ཐུགས་རྗེ་ཆེ་གོ་དོན་གྲུབ་ཁྱེད་རང་ཡང་ཡོ་ག་ལ་དོ་སྣང་བཟོ་ཡ་དེ་ནམ་སེ་ནས་མགོ་བཙུད་པ་ཡིན་ནང་གི་རྐྱེན་ག་འདྲེ་ན་ཞུ་བ་ཡིན་ན་ང་ཚོ་འདྲ་བོ་ཅིག་ནང་ད་ལྟའི་བར་ལ་མི་སུ་ངོ་མ་ཡོ་ག་བཙུད་མ་ཞུ་ཟེར་ནས་རྣ་བཤད་གནང་ཡོད་ཆུ་ཡིན་ནང་གི་དེ་འཇེབས་པ་ཞེ་ཅིག་ཅིག་རེད་འདུག་གི་ལགས་སོ། ངས་ད་ཡོ་ག་དོ་སྣང་བྱས་ཏེ་ཅིག་གནས་སྟངས་ཚིག་གསུམ་གསལ་བ་རེད། ལ་ཟེར་གི། དེ་སྔ་འདི་སློབ་ཆེན་སྐབས་ལ་འདི་ཞིབ་འཇུག་གི་ཁ་ཕྱོགས་དེ་གཙོ་བོ་ཀྲང་ཅན་པ་དང་གནང་པ་གི་བདག་གི་སྐོར་ལ་རེད། ལ་སོ།
དེ་འདི་བསམ་པ་ལ། ད་དེང་སང་གི་ཡོ་ག་ཟེར་འདི་གི་གཙོ་བོ་ཁོ་གི་རྒྱབ་ལོག་གི་ལྟ་གྲུབ་གཙོ་བོ་དེ་ཀྲང་ཅན་པ་རེད། ལ་ཟེར་གི། ད་དེ་དེ་ག་རེ་ཟེར་གི་ཡོད་རེད་ཟེར་འདི་བསམ་པ་ལ་རྒྱ་གར་ལ་སྤྱིར་བཏང་གི་ལྟ་གྲུབ་ཆེན་པོ་བཀྲུས་ཡོད་རེད། ནང་པ་མ་ཡིན་པའི་གི་ད་ལྟ་གྲུབ་གི་ཁོང་ཡོངས་ད་ནང་པ་ད་ང་ཚོ་ཚོ་ཤུས་ཉན་གི་མ་རེད། ད་སྤྱིར་བཏང་གི་རྒྱ་གར་གི་རིག་གཞུང་གི་ལྟ་གྲུབ་ཁོང་མང་པོ་ཅིག་ཀྲང་ཅན་པ་ལ་དུ་ཤོང་དེ་འདི་བསམ་པ་ཡོ་ག་གི

ལ་ལས་འདོད་མའི་ཡོ་ག་དང་རྣ་བའི་ཡོ་ག་ཉན་རབས་ཡོ་ག་དེང་རབས་ཡོ་ག་བཅས་དུས་རབས་མི་འདྲ་བ་བཞིར་ཤི་ཡོད་ལ་དགེ་རྒན་ཆེན་མོ་རྒྱ་ཡེ་བཀྲ་བྷོ་ལགས་ཀྱིས་ཕྱི་རོལ་ཡོ་ག་དང་ནང་པའི་ཡོ་ག་དུས་རབས་ཡོ་ག་བཅས་དབྱེ་བ་གསུམ་དུ་ཕྱེ་ཡོད། གང་ལྟར་ཡོ་ག་ནི་དུས་རབས་རེ་བྱུང་གི་མི་རྣམས་ལ་ལུས་སེམས་བདེ་ཐང་སྐྲུན་པའི་ཐབས་ལམ་བཟུང་གཞི་ཞིག་ཡིན། ཉེ་བའི་ལོ་ཤས་རིང་བདེ་ཐང་ཀྲུང་གོ་བསྐྲུན་པའི་ཚ་རླབས་ཕྱི་བར་དུ་འགྲོ་ནས་ཀུན་དགའ་རྒྱལ་མཚན་གྱིས་ཁྲེན་ཏུའུ་གནའ་དུས་ཟུང་འབྲེལ་གྱི་ཚེ་སྲོག་དང་ཡོ་ག་ཞིབ་འཇུག་ལུས་གཙོས་པ་དང་པད་མ་བཀྲ་ཤིས་ཀྱིས་ལྷ་སར་པད་མ་ཡོ་ག་ལས་བཙུགས་པ། ཧོར་རྫོང་དོན་གྲུབ་ཀྱིས་ཁྲེན་ཏུའུ་ལ་ཀ་རུ་ན་ཡོ་ག་ལས་ཤོག་བཙུགས་ནས་མི་རིགས་ཀྱི་དབྱེ་བ་མེད་པར་ཡོ་ག་ལ་དམིགས་པའི་ཤེལ་བོ་འཁྲི་སྟོང་མང་པོ་ལ་ཕན་བདེ་བསྐྲུན་དང་བསྐྲུན་བཞིན་ཡོད། དེ་རིང་བྱམས་པའི་ཁ་བརྡ་ལས་བོད་ལྗོངས་གསོ་རིག་སློབ་ཆེན་གྱི་གསོ་རིག་ཞིབ་འཇུག་པ་དབྱངས་ཅན་དང་ཡོ་གའི་དགེ་རྒན་པད་མ་དང་དོན་གྲུབ་བཅས་དང་མཉམ་དུ་ཡོ་ག་རིག་གནས་སྐོར་ནས་ཁ་བརྡ་བྱེད་ཀྱི་ཡིན།

སོང་སོང་ཐུགས་རྗེ་ཡིན་གྱི་མིན་གྱི་དེ་ལ་དཀའ་ལས་ཁ་པོ་ན་ཡོད་ལ་རེད། ད་ང་ཚོ་ནམ་རྒྱུན་མི་དེ་ཚོ་གི་ལུས་སྦྱོང་བྱེད་དགོས་རེད་ཡོ་ག་སྦྱོང་དགོས་རེད་ཟེར་དུས་ཙམ་པ་ད་ལོ་ཆེ་ཡ་ཡིན་ན་འདྲ་ཆུང་ཡ་ཡིན་ན་འདྲ་མང་པོ་ཅིག་ད་དེ་ད་ངས་གླགས་འཁེལ་རྒྱུ་མ་རེད་ད། ང་ད་དེ་གླགས་འཁེལ་ས་མ་རེད་བསམ་སོ་སོས་སོ་སོའི་གཟུགས་པོ་ལ་རེ་རེ་བལྟ་དེ་ད་ཡོང་ས་མ་རེད་བསམ་ནས་དེ་དང་པོ་ཁོ་རང་ནས་དཀའ་ལས་ཁ་པོ་ཞེ་པོ་ཅིག་ལ་རྩིས་བཞག་གི་འདུག་དེ་དྲང་པོ་བཤད་སོང་ན་དེ་དཀའ་ལས་ཁ་པོ་གང་ཡང་མི་འདུག་ད་ཁོ་ཉིན་མོ་རེ་རེར་ཁ་ལག་ཟས་པ་ནང་བཞིན་འདྲ་ཞིག་རེད། ཁ་ལག་ལ་བསམ་བློ་དཀའ་ལས་ཁ་པོ་བཏང་ན་ད་དཔེ་དེ། ཁ་ལག་དཀའ་ལས་ཁ་པོ་བཟོ་ཡ་ཡོད་རེད། ཡ་ནི་ཁ་ལག་སྟབས་བདེ་པོ་ཡིན་ན་ཁོ་ཁར་ཏུའུ་རྩམ་པ་ནང་བྱ་ལུག་བཞག་ནས་ལ་ཏུའུ་ཏུའུ་དང་བཏུང་བཞག་ཡ་ཡོད་རེད། དེ་འདྲ་པོ་འདྲ་བྱས་འདི་ཡོད་པ་དེ་ཡང་སྟབས་བདེ་པོ་བདེ་པོ་ནི་བསམ་བློ་བཏང་ན་ཉིན་མོ་ཉིན་མ་ལ་ཁོ་སྟབས་བདེ་པོ་དེ་འདྲ་ཡོད་རེད་དཔེ་བཞག་ན་ང་ཚོ་ནམ་རྒྱུན། ལས་ཁུངས་ཁག་དང་དེ་ཚོར་སློབ་ཚན་ཁྲིད་ག་འགྲོ་དུས་ད་ཁོ་ཚོ་ལས་ཞུགས་བྱེད་དགོས་རེད་ལས་ཀ་མང་པོ་ཡོད་རེད་མང་པོ་ཅིག་སྦྱོང་ཐུབ་གི་མ་རེད་པ། ལུས་སྦྱོང་གནས་ཁ་གཉིས་ས་དེ་འདྲ་ཁྲིད་གི་ཡོད་རེད། གཅིག་ཡ། འདུས་གང་ལ་ཡང་འཐེན་ཡ་དང། རྒྱབ་ལ་ཕར་འཐེན་ཡ་གཅིག་དང་མདུན་ལ་མར་སྒུར་ཡ་གཅིག་གི་གསུམ་མི་ཞིག་དགོས་གི་ཡོད་མ་རེད། ད་དེ་ཡིན་ན་ཡང་ང་ཚོ་ནམ་རྒྱུན་མི་དེ་ཚོ་གི་ཕྱི་ལོག་ལ་འགྲོ་དུས། ད་ང་ཚོ་དཔེ་བཞག་ན་སྡོད་ཁུལ་ཞག་ཆུ་དང་དེ་ཚོ་གི་ནང་ལོག་ནས་ཞོགས་པ་ལྔ་པོ་འགུལ་སྐྱོད་བཏང་དེ་འཁེལ་དེ་འདྲས་ཡོད་རེད་དེ། མང་ཤོས་གཅིག་གི་དེ་བཏང་བཏང་དེ་ཞེ་དྲག་དོ་སྣང་བྱེད་གི་ཡོད་མ་རེད། མར་སྒུར་ནི་ག་འདྲས་སུ་སྒུར་དགོས་གི་ཡོད་མེད་སྒུར་ཡ་རྒྱུ་མཚན་ག་རེ་ཡིན་ནམ།

ད་རླུང་སྦྱོར་འདྲ་ཡིན་པ་ཡིན་ན་ལས་ཁོ་ཉི་མ་རེ་རེ་ནས་ཅིག་གློ་བ་གི་སྦྱོང་བརྡར་དེ་གཅིག་པོ་བྱས་བསྡད་ན་ཡང་ཁོ་འགྲིག་བསྡད་པ་རྣ་ཁོང་ན་རེ་ཨུ་ཡང་ཐེངས་མར་བཏང་ཡང་སྲིད། དེ་ནས་སེམས་ཀྱི་སྦྱོང་བརྡར་ངོས་ནས་བཤད་སོང་ན་སྐར་མ་བཅུ། སྐར་མ་བཅུ་ས་དེ་འདྲས་ལ་ཡོད་རང་གི་དབུགས་གཅིག་པོ་ལ་གྲངས་ཀ་བརྩིས་ནས་དབུགས་དེ་དྲན་པས་ཟིན་པར་བྱས་ནས་ཤི་ཞིང་གི་ལྟ་ཐུབ་པ་བཟོ་ནས་དྲན་ཤེས་དང་ལྡན་པའི་ཐོག་ནས་དབུགས་འབྱིན་རྔུབ་དེ་ཡག་པོ་ཅིག་བཟོ་དེ་ནས་ཁ་ལག་ཟ་དུས་དྲན་ཤེས་དང་ལྡན་པའི་ཁ་ལག་ཅིག་སྐར་མ་བཅུ་ལ་ཡག་པོ་ཅིག་ཟ་ཐུབ་པ་ཡིན་ན་གང་ལྟར་ཡོ་ག་ཉི་མ་གཅིག་གི་ཡོ་ག་གི་ཉམས་ལེན་འགྲིག་འགྲོ་གི་ཡོད་རེད།

ངས་ཐོས་ན་ཡོ་ག་གི་ཉམས་ལེན་གཙོ་བོ་དེ་དེ་རེད་འགྲོ་ཅེས་དྲན་གྱི་འདུག་དེ་སྟབས་བདེ་བོ་རེད་ལ་དེ་གལ་ཆེན་པོ་རེད། བྱས་ཙང་བསྟན་པའི་རྒྱུ་མཚན་ལ་བརྟེན་བྱས་ནས་ད་ང་ཚོ་གི་འོག་གི་ཡོ་ག་ལ་བསམ་བློ་བཏང་ཙམ་པ་ཁོ་ཚོ་རྩྭ་དང་རླུང་ཅེས་དང་པོ་དེ་ཤེས་ཡོང་དགོས་རེད། གལ་ཆེ་ན་རྩྭ་དང་རླུང་གཉིས་ཆ་ལུས་ལ་འབྲེལ་བ་ཡོད་རེད། ཁོ་བོས་གསུངས་འདི་ཚོ་སེམས་ལ་འགྱུར་བ་བཏང་གི་ཡོད། དེ་གཉིས་ཆ་འགྱུར་བ་མ་བཏང་ན་རྦད་དེ་འགྱུར་བ་བཏང་ས་ཡོང་གི་ཡོད་མ་རེད། བྱས་ཙང་དབུགས་དེ་ང་ཚོ་འཚོ་བ་རྣམས་ལ་དོན་སྣང་ཆེ་བ་དམིགས་བསལ་གྱི་སྤུ་གུ་ཆུང་ཆུང་ལ།

ཁོ་མོའི་ནང་ལ་ཡལ་ཕྱིན་ན་རྒྱུ་ལ་གཙོ་བོ་དེ་དག་རླུང་དང་བྲལ་བ་རེད་དུ་མཐོང་ཡོང་གི་འདུག་ལགས་སོ་གཅེས། གཙོ་བོ་དེ་རླུང་བྱེད་བྱེད་བྱེད་རླུང་ལ་ཡ་དབྱེ་བ་བྱེད་དུས་མ་སྔ་ཞེས་གིར་སྐད་ལ་གཙོ་བོ་ལ་ཅིག་ཐ་རྩ་བའི་རླུང་ལྔ། སྲོག་འཛིན་མཁན་རྒྱུ་ཁྱབ་བྱེད་མི་ཉམས་ཐུར་སེལ་ཞེས་གིར་བ་རྒྱ། ལགས་སོ་གཅེས། དེ་གས་གང་ག་ལོག་ལ་ཡ་ཐ་རླུང་སྦྱོར་བྱེད་ཡ་དེ་འདྲའི་བྱུང་ལུགས་ནང་ལ་ཐ་མང་པོ་བསྟན་ཡོང་གི་འདུག་སྐད་ལ། ད་དེ་ནང་ནས་ངས་སྟབས་བདེ་ཤོས་ཅིག་ཞུས་ན་ནི་རླུང་སྤྱིའི་གེགས་སེལ་སི་ཐ། གཞུང་ར་ཅིག་བྱས་ན་ནི་ནི།

ད་ནི་ལུས་སྦྱོང་གི་ནུས་པ་ཐོན་གི་མ་རེད། ད་ནི་སེམས་རྐྱང་རྐྱང་སྦྱོང་ནས་མི་ཁ་ཤས་ཅིག་ཨོ་ད་ལུས་སྦྱོང་དེ་ཅི་ངའི་བ་ས་མ་རེད་ད་ང་རེ་ཙུག་ཙུག་སྒོམ་འདྲ་རྒྱབ་བསྡད་ནས་དེ་དགའ་ས་རེད་བསམ་ན། ལུས་དེ་བདེ་པོ་ཅིག་མ་ཆགས་ཚར་དུས་སེམས་དེ་རང་བཞིན་གྱི་གནས་ཐུག་ཡ་ཟེར་ཡ་དང་སེམས་ཁ་ལ་ཉན་པོ་ཟེར་ཅིག་ཡོང་ཐབས་ཡོད་མ་རེད་བ། ད་ཡང་མི་ཁ་ཅིག་གིས་ཨོ་ད་དེ་སྒོམ་ཟེར་ཡ་དེ་ཚོ་ད་དཀའ་ལས་ཁ་པོ་རེད་ཤག་ད་དེ་ལས་ང་རེ་གཟུགས་བྱད་དེ་ཡག་པོ་འདྲ་ཆགས་སོང་ན་སྐྱིད་པོ་ཡོད་ས་རེད་བསམ་ནས་ལུས་སྦྱོང་དེ་གཅིག་པོ་བཟོས་བསྡད་པ་ཡིན་པ་ཡིན་ན་ནི་སེམས་ཁ་ལ་མ་ཉན་ཚར་བའི་ཞུ་སྒོ་དེ་ལ། ལུས་བདེ་པོ་ཆགས་པ་དེ་ཡིན་མཚམས་མཚམས་སོ་སོ་ལ་དཀའ་ངལ་བཟོ་ཡ་མ་གཏོགས་ཡོང་གི་ཡོད་མ་རེད། དེ་ཡིན་ཚད་དུས་ད་ང་རང་འདྲ་ཡིན་ན་དང་པོ་ཡོ་ག་སྦྱོང་ཡག་གི་དམིགས་ཡུལ་དེ་ད་ང་ན་ནི་ད་ཕ་ཚོས་ཤི་འགྲོ་ས་རེད་ཟེར་ཡག་དེ་འདྲའི་ཆགས་ལོ་བརྒྱད་ལྷག་ས་ཞིག་ན་བ་རེད་དེ་དེ་ན་ཡོང་དུས་ད་དེ་ན་ས་དེ་ད་ཡོ་ག་གི་བཅོས་ཐུབ་གི་རེད་ཟེར་ནས། རླུང་སྦྱོར་དང་ལུས་སྦྱོང་དེ་ཚོ་བྱེད་དགོས་ཀྱི་རེད་ཟེར་ནས་བཤད་ཡོང་དུས་སྐབས་སུ་ལ་ཡ། དེ་ནས་ང་དེང་དང་པོ་རྒན་ལགས་མཇལ་ནས་དེ་ནས་ང་རླུང་སྦྱོར་དེ་བྱས་དེ་ནས་ལུས་སྦྱོང་ཉུང་ཉུང་དེ་འདྲའི་བཟོ་དེ་དུས་དེ་ན་ས་དེ་ཡང་ས་དྲགས་སོང་རེད། ད་དེ་དྲགས་འགྲོ་དུས་དེ་ནི། ངས་མ་ཡིན་ན་ང་གཟུགས་པོ་སྟོད་སྒུར་སྒུར་དང་བང་དེ་བྲང་གོག་དེ་ཆེ་ཆུང་ཤོར་ནས་འབུར་དེ་ཡོད་རེད། དེ་འདྲ་ཡིན་དུས་དེ་ཚོ་རང་བཞིན་གྱི་ཕ་བཟང། དེ་ནི་གཅིག་ནས་ད་ད་ལྟ་འདྲ་ཡིན་ན་ཉི་མ་རེ་རེ་བཞིན་དུ་མ་བྱས་པའི་ཡོ་ག་དེ་ཚོ་སྦྱོང་བསྡད་དུས་སྐབས་སུ་ལ། གཉིད་ཡག་པོ་ཁུག་ཡ་དེ་ནི་ཐག་རིང་པོ་དེ་འདྲ་འགྲོ་དགོས་ན་དཀའ་ལས་ཁག་ཡ་མེད་པ། དེ་ནི་ལས་ཀ་ཤུགས་དྲག་གི་ལས་ཀ་དེ་འདྲ་བྱས་ན་ཡང་གཅིག་ད་ང་ཚོ་ལྷ་སར་གྱི་ཕྱག་རྒྱབ་ཟེར་གི་རེད་ང་ཚོ་ལ་ཤ་བརྐོས་ལོག་སླ་ལོག་ཟེར་གི་རེད་དེ་འདྲའི་རྩ་བ་ཉིད་ནས་གཅིག་ཆགས་ཡ་མེད་བསྡད་པ་འདྲ་པོ། དེ་ནི་དཀའ་ལས་ཁག་ཐང་ཆད་ཟེར་ཡ་དེ་ཧ་ཅང་ཉུང་ཉུང། དེ་ནི་དུས་རྒྱུན་དུ་ཁྲག་དང་དེ་ཚོ་རེད་ཅིག་སྨན་ཁང་ནང་དེ་ཚོ་བརྟག་དཔྱད་བཟོས་དུས་ཨོ་དེ་འདྲའི་གི་ཁྲག་དང་རྩ་དེ་ཚོ་དེ་འདྲའི་ཡག་པོ་འདུག་ཟེར་ནས་བཤད་དེ་རེད་འདྲ་བོ་དེ་འདྲའི་ཆགས་དེ་ནི་ག་པར་འགྲོ་ནས་སོ་སོའི་རྒྱུགས་ཆོག་ཆོག་འཕགས་ཆོག་ཆོག་ད་ང་ད་ག་པར་འགྲོ་གི་ན་སེམས་ཁྲལ་མེད་ཨ་བསམ་བསམ་འདྲ་བོ་དེ་འདྲའི་གི་ད་གཟུགས་པོ་ལ་འགྱུར་བ་དེ་འདྲ་བྱུང་གི་འདུག་དེ་ནི་གཉིས་ནི་གཟུགས་པོ་གི་ལོ་རེ་ལོ་རེ་བཞིན་དུ་གཟུགས་པོ་གི་ཤ་དེ་ཚོ་ཕར་ཁྲག་པོ་ཆགས་ནས་དེ་ཚེ་དེ་ཚོ་མང་པོ་ཚོད་མ་སྐྱེས་ནས། སྐྱེས་ཡོང་ན་ཡང་སོ་སོ་སོའི་འོག་ལྟ་སྐྱེས་ཡོང་མར་ཟླ་བ་གཅིག་ལ་ཡག་པོ་སྦྱོང་དང་ཏག་ཏག་བཟོ་ཆོག་གི་རེད་བསམ་བསམ་འདྲ་བོ། དེ་འགྲིག་གི་ཅིག་ད་སོ་སོའི་གཟུགས་པོ་སོ་སོ་ལ་ཡང་ཡིད་ཆེས་ཆོག་ཡ་དེ་འདྲ་ཅིག་ཡོང་གི་རེད་ད་རླུང་སྦྱོར་ལ་བརྟེན་ནས་ང་གཙོ་བོ་ན་ས་དེ་དྲག་སོང་རེད། ན་ས་དེ་དྲག་པ་མ་ཚད་པར་དེ་ནི་ད་ལྟ་ཡིན་ན། ད་ཅིག་ང་ས་མཐོ་སྒང་གི་ས་ཆ་ལ་དེ་འདྲ་བསྡད་གི་རེད་ཅིག་སྲོག་རླུང་གི་མདངས་མ་འདང་ཟེར་ཡ་འདྲ་བོ་ད་ཅིག་ས་མཐོ་པོ་དེ་འདྲའི་འགྲོ་དུས་དབུགས་ཀྱི་མདངས་མ་འདང་དཀའ་ངལ་དེ་རྩ་བ་ཉིད་ནས་ཡོང་གི་མེད། དེ་ནི་དེ་ཡིན་ཚོད་དུ་ད་རླུང་གི་སྦྱོང་བརྡར་ལ་བརྟེན་ནས་ཅིག་དོན་ལྔ་ནོར་དྲུག་དེ་ཡག་པོ་འདྲ་ཅིག་བར་ཆད་གཉོམ་ཆག་འགྲོ་གི་འདུག། དེ་ལས་ཀྱང་གལ་ཆེ་ཤོས་དེ། ད་ལྟ་ད་ལྟ་དཔེ་བཞག་ན་དེ་རིང་འདྲ་ཡིན་ན་བསམ་བློ་གཅིག་བཏང་ན་ཁྲོན་ཏུའི་ཚ་བ་ཆེན་པོ་རེད་དེ་བསམ་བློ་གཅིག་བཏང་ན་ཡང་ཚ་བ་དེ་ཡོད་པ་དང་དེའི་གི་ཁོར་ཡུག་དེ་ལོངས་སྤྱོད་བྱེད་བཞིན་པ། ཨ་ནེ་ཁོ་སྐབས་ཐོག་སྐབས་ཐོག་གི་འཚོ་བ་དེ་ད་ལོངས་སྤྱོད་བྱེད་ཡ་ལ་ད་ཤུགས་ཆེར་འགྲོ་གི་འདུག་ཅིག་འདའི་མ་འོངས་དེ་ཚོ་ག་འདྲ་བཟོ་རེད་དེ་གི་ཕྱོགས་དེ་ཡ་སེམས་ཤོར་ནས་དཀའ་ལས་དེ་མྱོང་ང་ཟེར་གི་རོ་ད་ང་ལ་འགྱུར་ལྡོག་ཆེ་ཤོས་དེ་ད་དེ་ཚོ་ཡིན་ས་རེད། ལགས་སོ་གི་ཐུགས་རྗེ་ཆེ་ངའི་དོན་འགྲུབ་བཙང་ན་དེ་འདྲའི་རེད་འདོད་གི།